མི་རིགས་ལ་ཞབས་ཕྱི་ཐང་ཟིག་ཟིག་གཏམ་པ་ལ་ཞབས་ཕྱི་ཐང་ཟིག་ཟིག་གར་སྟེ་དེ་མ་ཐུབ་ན་ཡང་དེ་ཞབས་འདྲེན་དུ་མི་འགྱུར་ན་ཟིག། ཁ་བ་གངས་ཅན་པའི་མི་རིགས་འདི་ཚོ་ལ་ཡང་དེང་སང་གི་མཚན་གྱི་ནང་ལ་ཡང་དེའི་ཚིག་གི་དྲང་བདེན་ཡོད་པ་དང། དེའི་ཚིག་གི་ལྷག་བསམ་ཡོད་པ། དེའི་ཚིག་གི་སྐད་ཆ་ཡག་པོ་ཡོད་བསྡད་པ་དེ་ནམ་པ་སངས་རྒྱས་པའི་ཆོས་ལུགས་ཀྱི་གཟི་བྱིན་རེད། ཆོས་ལུགས་ཀྱི་ཕན་ཐོགས་རེད། འདྲ་གི་མ་རེད་ད་མི་རིགས་གཞན་དག་དང་ང་ཚོ་གཏན་ནས་འདྲ་གི་མ་རེད་གོ་གི་འདུག་ཨ། དཔེ་ན་ངས་ཁྱེད་རྣམ་པ་དཔེ་ཞིག་བཤད། བོད་ཀྱི་མི་རིགས་གཅིག་དང་རྒྱ་གར་གྱི་མི་གཅིག་གཉིས་འདི་ན་མཉམ་དུ་ཡོད་པ་ཆད། ཁོ་རང་གཉིས་ཀ་གི་སྒྲ་མི་གཅིག་ཡིན་པ་ཆད། ཁོ་རང་གཉིས་ཀ་གི་སྒྲ། དཔེ་ན་མི་གཅིག་ཁོ་རང་གཉིས་ཀ་གི་མཉམ་དུ་སྒྲ་རེད། དེ་ཁོ་རང་གཉིས་ཀ་གི་ད་ང་དེ་མི་དེ་དཔེ་མི་སྲིད་གི་འདུག་ཅག་ཡིན་སྲིད་སྒྲ་ལྟ་བསྡད་པའི་སྐབས་ལ། གང་འཚམ་གཅིག་ལ་ཟླ་བ་ཁ་ཤས་གཅིག་གི་རྗེས་ལ་འཇུས་ན་ཕ་ཕྱུགས་མི་དེ། དཔེར་ན་མོ་ཏྲ་བདག་བྱོན་ཤོག་ཅིག་དཔེ་མི་སྲིད་དོ་ཐབས་སྐྱོ་བོ་ཅིག་ལ་བྱ་ནི་བསྡད་ཡོད་ན། ཐབས་སྐྱོ་བོ་ཅིག་སྒང་ལ་བསྡད་ཡོད་ན་ད་ཁོང་གཉིས་ཀྱི་དཔེ་ན་མ་ཐུབ་པའི་སྒྲ་དེ་སྐམ་པ་ཆགས་ཡོད་རེད། དེ་ཡོད་དུས་གོང་ལ་བོད་རིགས་དེ་ག་རེ་ཟེར་གི་རེད། ཁ་ནས་རང་དབང་མེད་པ། ཨ་ཙི། སྙིང་རྗེ་ད་ཁོ་སྐྱོ་བོ་ཞེ་བོ་ཅིག་ཆགས་སོང། ཅི་ཞིག་ན་དེ་ཚར་ལ་ཅིག་དཔེ་ཞག་འདྲ་ཁྱི། བཟའ་ཡག་འདྲ་ཁྱེད་ཀྱིས་ཏག་ཏག་ཅིག་འགྲོ་ཡི་ཉེན་ཁ་ཡོད་རེད་བོད་རིགས་མི་དེ་རྒྱ་གར་མི་དེ་ག་རེ་ཟེར་གི་རེད་ཏག་ཏག་རེད་ད་ཤི་དགོས་རེད་ད་དུས་དེ་མ་ཚད་སྨན་ཁང་ནང་ལ་འགྲོ་ཅིག་སྨན་ཁང་གི་གཡོག་པོ་འདྲ་བོ་དེ་འདྲས་ད་ངོ་ཤེས་བསྒྲིགས་ནས་དུག་ཅིག་བླུག་ཡ་ར་རང་ལུས་གུ་རེ་གོས་འདྲ་གི་འདུག་ཨེ་ཏན་ཏན་རེ་བྱེད་གི་རེད་ད་རྒྱ་ཤ་རྒྱ་ཐང་པོ་འདྲ་གི་མ་རེད་གོ་གི་འདུག་ཨ་དེ་ཡིན་པ་སོང་ཙང་མི་རིགས་ཀྱི་མཚན་གི་དྲང་བདེན་དང་མི་རིགས་ཀྱི་མཚན་གི་ལྷག་བསམ་གཏན་ནས་འདྲ་གི་མ་རེད་ང་རང་ཚོ་ཨ་ནི་བོད་མི་རིགས་འདི་ལ་ཡ་ད་ད། མི་བསད་ཀྱི་ཆེ་ཤོས་མ་འདྲ་བ་ཁྱོད། རྒྱུ་མཚན་དེ་ལ་བརྟེན་ནི་དཔེར་ན་ང་ཚོ་དངུལ་ཞིག་མཐོང་ཞོལ་མཐོང་ཞེས་ཡ་ག་རེ་རེད། ང་ཚོ་བོད་ཀྱི་མི་རིགས་དེ་ཚོས། སྐད་ཆ་བཤད་དུས་ཚང་མ་ཁྱ་ཁྱི་རྒྱུ་ཤེས་ཤེས་བྱ་གི་འདུག། དཔེར་ན་ཕ་དུས་སྲང་ལམ་དུ་བ་ཅིག་ནས་ཡང་མི་མགོ་གཏན་ནས་མི། མི་ཤེས་ངེས་ཅིག་གི་མི་གཅིག་ཕ་ཤུལ་གྱི་སྲང་ལམ་དེ་འདྲའི། ཟ་ཁང་གཅིག་གི་ནང་ནས་ང་གཉིས་ཐུག་པ་ཞིག་དང་ང་གཉིས་སྐར་མ་གཉིས་ལ་སྐད་ཆ་བཤད་ཁྱོད་རང་ག་བ་ཡོང་སྲིད། ང་ག་ཞིག་ག་ཞིག་ཅི་ནས་ཡོང་བ་ཡིན་ཅི་ཞིག་ཅི་ཅི་ཅི་བྱས་པ་ཡིན་གཉིས་གཉིས་གཉིས་ངག་སོང་གསུམ་གསུམ་གསུམ་བྱེད་ག་དྲུག་ཡིན་ཚང་མ་ཤེས་ཤག་གི་རེད། རྒྱ་ནག་དང་རྒྱ་གར་སོགས་མི་རིགས་གཅིག་གི། ཤེས་བྱ་ལ་མི་བསུ་བ་རེད་ཁོ་སོང་ང། མིའི་ངོ་མི་ཤེས་ངེས་ཅི་ལ་ག་བ་ཤེས་གི་རེད་ཁྱོད། དེ་འདྲས་ཅིག་བཤད་ན་དཔེ་ནག་ཅན་རྫབ་ཅན་རེད། དེས་མ་ཚད་ཀྱི་དཔེ་བཞག་ན། ཁོ་རང་ཚོ་ལ་དེ་ཆགས་འགྲོ་ཡག་དེ་རྒྱུ་མཚན་ག་རེ་རེད། སྤྱི་ཚོགས་ཁོ་རང་ལ་ཡང་སྐད་ཆ་དེ་འདྲས་བཤད་པ་ལ་བརྟེན་བྱས་གཅིག་གིས་གཅིག་ལ་གཡོ་སྒྱུར་གཅིག་གིས་གཅིག་ལ་ཐུབ་ཚོད་གཅིག་གིས་གཅིག་ལ་འཕྲོག་བྱམས་གཅིག་གིས་གཅིག་ལ་དཔེ་ཨ་ནི་བཙན་དབང་བཏང་རྒྱ་ཡག་དེ་དཔེ་དེ་རྒྱུན་ཆད་མེད་པར་བྱུང་བ་ལ་བརྟེན་བྱས་ཁ་བཀག་དེ་དགོས་པ་རང་གི་རང་གི་སྲོག་ཉེས་པ་ད་ཆགས་ཀྱི་ཡོད་རེད། དཔེ་ན་མི་གཅིག་ལ་རྒྱ་གར་གྱི་མི་གཅིག་ལ་ཁྱོད་རང་ག་བ་ཡིན། ཁྱོད་ག་རེ་བྱེད་ཀྱི་ཡོད། ཁྱོད་ག་བར་འགྲོ་གི་ཡོད་ཟེར་མེ་འཁོར་གྱི་ནང་ནས་མཉམ་དུ་ཁེལ་སོང་ན་ཁྱོད་ག་བར་འགྲོ་གི་ཡིན་ཁྱོད་ག་ནས་ཡིན་ཁྱོད་ཅི་བྱེད་ཀྱི་ཡོད་ཁྱོད་ལ་ཕོག་ཐོག་ག་ཚད་ཡོད་རེད་དྲ་བོ་དེ་འདྲར་སྐད་ཆ་བཤད་དུ་ཨ་ཁྱོད་རང་ཉན་ཐུབ་པ་རེད་པས་ཟེར་གྱི་རེད། སྐད་ཆ་བཤད་ས་ག་བར་འགྲོ་གི་རེད། ཁ་ཁ་བསྡད་དགོས་རེད། གྲོང་ཁྱེར་གཅིག་གི་ནང་ནས་ཐོག་རྩ་ལྔ་བཅུ་ཆན་གཅིག་གི་མིག་ནང་ལ་ཡ་མི་ཚང་གཉིས། ཐོག་རྩ་གཉིས་པ་གི་ནང་ལ་མི་ཚང་གཉིས་མཉམ་དུ། ཁོ་འདི་ནི་ཚུལ་དོན་ཡོད་ཀྱི་ང་འདི་ནི་ཕ་དོན་དགོས་ངེས་ཀྱི་དགུ་ཐད་ཀ་ཐད་ཀ་ཡོད་ངེས་ཅིག་གི་ནང། གློག་སྐས་འཛག་གཅིག་གི་ནང་ནས་ཡར་འགྲོ་མར་འགྲོ་ལོ་གསུམ་རེ་བྱས་ན་ཁོ་གཉིས་ག་འདྲས་ཡོད་མ་རེད་གོ་སོང་ཨ། ཁོས་ཁོ་སུ་ཡིན་ཧ་གོ་གི་མ་རེད་ཁོས་ཁོ་ག་བ་ནས་སླེབས་ཡིན་ཧ་གོ་གི་མ་རེད་ལུང་པ་ག་བ་ཡིན་ཧ་གོ་གི་མ་རེད། ཧ་གོ་བ་བྱེད་དགོས་རེད། དུས་ཚོད་ཀྱི་གནས་སྟངས་དེ་ག་རེ་རེད། མི་རིགས་ཁོ་རང་ཚོའི་ནང་གི་མི་དེ་ཚོ་ལ་ཡང་དྲང་བདེན་དང། མི་དེ་ཚོའི་ནང་ལོགས་ལ་ཡང་ལྷག་བསམ། མི་དེ་ཚོའི་ནང་ལ་གཅིག་གིས་གཅིག་ལ་བྱམས་སེམས་མཛའ་བརྩེ་གི་སེམས་དེ་གཏན་ནས་མེད་པ་ཆགས་ཆེ། ད་བྱུང་ན་དཔེ་ཤ། མ་བྱུང་ན་པད་ཤག། ཡོད་ཚད་པད་ཤག་སྒང་ལ་སྐྱེས་པའི་ཉེར་ལེན་རེད་གུག་སོང་ཨ། ང་རང་ཚོ་བོད་ཟེར་མཁན་དེ་ཡོད་ཚད་པད་ཤག་སྒང་ལ་སྐྱེས་ཡོད་མ་རེད་ལ་ཁོ་རང་སེམས་ནང་ལ་ལྟས་བག་འདྲ་བོ་བྱེད་འདུག་ཨ། སྐབས་འགའ་ལ་ཡང་གཟི་བརྗིད་འདྲ་བྱེད་འདུག་སྐབས་འགའ་ལ་ད་དཔེ་སྡུག་ཅག་ཚོང་གི་འདུག་དྲང་མོ་བཤད་དགོས་རེད། རེ་བ་ཡོད། པད་ཤག་ན་མི་ཚང། ང་ཚོ་དེ་འདྲའི་ཚོང་ཚོང་ཚོད་དེ་འདྲ་ཡོད་རེད་ད། མི་ཚང་ག་བ་གཅིག་གིས་འགྲོ་ན་དེ་ལྟོ་བ་ལ་ཡ། ཕྱུག་པོ་རྩ་ལ་འགྲོ་ན་འདྲ་སྤྲང་པོ་རྩ་ལ་འགྲོ་ན་འདྲ། ག་བ་གཅིག་ཐབས་གཅིག་གི་ནང་ལ་མེད་ཅིང་འབབ་པར་ཁ་ལ་བྱ་འདྲ་བོ་ཅིག་རྒྱུན་ཆད་མེད་པར་བླུད་ཅིང་བཟོ་བཟོ་འཐུང་འཐུང་ཟིན་ནས་རྟག་པར་རེ་ཞིག་སྐད་ཆ་སྙ་རེ་སྙོ་རེ་ཅིག་བཤད་ཅིང་ཟ་བཏུང་སྤུ་གུ་དུས་ཚོད་བརླག་པ་ལ་ཕོག་པ་འདྲ་ཅིག་ཁེ་ཆིང་པད་པད་ཅིག་ཟ་ནས་འགྲོ་འདོད་ཞོ་བདག་གི་ཡོད་པའི་སོ་འདྲ་རྩམ་པ་བདག་གི་ཡོད་པའི་སོ་འདྲ་བྱ་འཐུང་གི་ཡོད་པའི་སོ་འདྲ་རྒྱུན་ཆད་མེད་པར་ཅིག་ཟ་ནས་འགྲོ་འདོད་དུས་ཤོ་གཅིག་ནས་བཤད་དུ་དཔེ་སྤྱི་བོ་ར་ཅིག་འཐུང་ཡོང་དགོས་ཨ་ཡེ་བདེ་སྐྱིད་རེད་འདྲ་བསམ་དུས